ཁ་བཏུད་ཀྱག་གོ་ས་སུ་རེད་རྒྱ་ནག་གཞུང་རེད། ང་ཚོ་ནང་མ་རེད། ང་ཚོ་མཆིག་ཏུ་ཡོད་རེད་ང་ཚོ་ནང་ལ་ནང་ལ་ད་བྱས་ན་ངོ་ནས་བཟོ། ང་ཅིག། ང་ཁ་རྩང་རེད་ཅིག་བྱ་རྒྱུ་བྱ་ཡི་ཡིན་ན་ཡང་ང་ད་ལྟ་འདི་གོར་སྐབས་དུ་བཟོ་འདང་ངེས་ང་ཚོ་ནང་ལོག་ན་ཡོད་རྒྱུ་རེད། ལྷག་ད་ཕྱི་ལོག་ན་བོད་ནང་ན་ཡོད་རྒྱུ་སོ་མྱང་ཅིག་མཐོང་རྒྱུ་ཁག་པོ་རེད་ང་ཚོ་ནང་ལོག་ན་ཡོད་རྒྱུ་ཚང་མས་མཐོང་གི་རེད་ངས་ད་གོར་སྐབས་སུ་བཟོ་ངེས་བྱ་བསམ་སོང།

རང་ལུས་མེ་སོགས་ཏེ་མདོ་དགུ་ཁམས་གསུམ་ལ་བྱུང་ཡོད་རེད། ཨ་ནི་རང་ལུས་མེ་སོགས་མདོ་དགུ་ཁམས་གསུམ་ལ་བྱུང་ཡོད་ནི་མི་བརྒྱ་ལྷག་ཟིག་གི་འདི་འདྲའི་རང་ལུས་མེ་སོགས་བཏང་འདུག་འདི་ལ་ཡོད་རྒྱུ་རྣམ་པ་ཚོས་གནང་རོགས་གནང། ཏན་ཏན་ཁྱེད་རང་ཚོ་དགོས་ཅིག་ནང་མི་སྤུན་མཆེད་དང་གཉིས་གཉིས་ནི་དེ་འདྲ་ཡོད་རེད། དེ་གཅིག་དུ་མིན་ན་འདི་ཚོ་ཚང་མ་ག་རེ་གི་ཆེད་དུ་རེད། འདི་ཚོ་ཚང་མ་ང་ཚོའི་རྒྱལ་ཁབ་འདིའི་ཆེད་དུ་རེད་ཨ་ནི་ཆོལ་ཁ་གསུམ་རྡོག་རྩ་གཅིག་སྒྲིལ་གི་ཆེད་དུ་རེད་དེ་གཅིག་དུ་མིན་ན་ཨ་ནི། ཨ་ནི། སྤུན་ནང་ལོགས་ནས་ད་ང་ཚོའི་ཕྱི་ལོགས་ནས་དང་དེ་ནས་ཞིག་ཡོད་མ་རེད་ད་ང་ཚོ་ཨ་ནི་འདི་ལ་མི་རིགས་ཀྱི་འཐབ་རྩོད་དེ་བྱེད་དགོས་གི་ཡོད་རེད། ཁོ་ཚོས། རང་ལུས་མེ་རག་བཏང་འདི་དབུགས་ཆག་གི་འདུག་དེ་སྐབས་སུ་ཁོ་ཚོ་ཁ་ཆེམས་འཇོག་གི་འདུག་ང་མཐོང་མྱོང། བརྙན་ནས་འགོ་ངོས་སུ་བྱུང་འདུག་དེ་མིན་དེ། ང་ཚོ་རྡོག་རྩ་གཅིག་སྒྲིལ་རེད་རྒྱུ། འོ་ད་རང་དབང་དགོས་རྒྱུ་རྡོག་རྩ་གཅིག་སྒྲིལ་རྩིས་ཁོ་ཚོ་ཁ་ཆེམས་འཇོག་གི་འདུག་དེ་ཆ་ཙམ་ཚང་གི་ཡོད་རེད། ཨ་ནི། ང་ཚོ་ཞིག་ང་ཚོ་རྡོག་རྩ་གཅིག་སྒྲིལ་རེད་རྒྱུ་དེ་ཞིག་གཙོ་བོ་ཟེར་རེད། ང་ཚོ་རྡོག་རྩ་གཅིག་སྒྲིལ་མ་ཡིན་ན་རྒྱ་ནག་གཞུང་གིས་ང་ཚོ་དེ་ཁོ་ཚོ་ཡིན་ཙི་གི། དེ་ལ་རྡོག་རྩ་གཅིག་སྒྲིལ་མ་ནི་གུ་མ་ཨུ་ཁ་ཡིན་ན་ཁོ་ཚོ་དེ་ལ་ཡི་དི་གི་ཡིན་ཙི་གི་གོ་སྐབས་ལེན་གི་རེད་བ། དེ་གུ་གི་ང་ཚོ་རྡོག་རྩ་གཅིག་སྒྲིལ་རེད་རྒྱུ། ང་ཚོ་ཐབས་ཐག་གཅིག་ཏུ་རྒྱ་ནག་གཞུང་ལ་ངོ་རྒོལ་རེད་རྒྱུ་ང་ཚོ་ཐག་གཅིག་ཏུ་རྒྱ་ནག་གཞུང་ལ་དེ་དགོ་ནི་རེད་མ་ང་ཚོ་ནང་ལོག་མ་རེད།
ཨ་ནི་ད་ལྟ་དེ། པོ་ནང་ལོགས་ནས་རང་ལུས་མེ་སྲེག་བཏང་མཁན་དེ་འདྲ་གི་ཨ་ནི་རང་ལུས་མེ་སྲེག་བཏང་བའི་སྐབས་སུ་ཁོང་ཚོ་དབུགས་ཆད་ལ་ཡོད་པའི་སྐབས་སུ་ཁོ་རང་ཚོ་གི་ཨ་ནི་སྐད་འབོད་ཀི་ནང་དོན་དེ་ཨ་ནི་དངོས་སུ་མཐོང་མེད་དེ་ནས་མོ་བརྙན་གི་ནང་ནས་མཐོང་མྱོང་ཨ་ནི་ཁོང་རྣམ་པ་ཚོ་ག་རེ་ལབ་ཀི་འདུག་ལ་ན་ཨ་ནི་ང་ཚོ་ཨ་ནི་འོ་ལ་རང་དབང་གི་འོ་མི་ཚང་མ་རྡོག་རྩ་གཅིག་སྒྲིལ་དགོས་ལབ་ཀི་འདུག་ང་ཚོའི་ཁ་གཏད་བཅག་ས་དེ་རྒྱ་ནག་རེད་མ་གཏོགས་ང་ཚོ་བོད་མི་ནང་ཁུལ་མ་རེད་ང་ཚོ་རྡོག་རྩ་གཅིག་སྒྲིལ་དགོས་ཀི་ཡོད་བ་རེད་ཨ་ནི་འདི་ལྟ་འདྲ་འདི་རང་ལུས་མེ་སྲེག་བཏང་རྒྱུ་འདི་ཚང་མ་གི་ང་ཚོ་རྡོག་རྩ་གཅིག་སྒྲིལ་གི་ཆེད་དུ་ཨ་ནི་ང་ཚོ་ཆོལ་ཁ་གསུམ་གི་ཆེད་དུ་འདི་འདྲ་བྱེད་ཀི་ཡོད་བ་རེད་འདི་ང་ཚོ་ཧ་གོ་དགོས་ཀི་འདུག།
ང་ཚོ་ཞིག་འདི་མི་མང་པོ་ཟིག་གིས་ཟིག་རང་ལུས་མེ་རག་དོན་རེད། ད་རུང་མདོ་དབྱིན་ཁམས་སོང་ན་ག་ཚོད་སྒོར་དགོས་དད་ཚབ་ཉུང་གི་ང་ཚོ་འདི་ན་རྐུབ་སྟེགས་དང་སྤྱི་ཕོ་བདེ་མོ་ཡོད་རེད་ང་གི་ཚ་གི་ཡོད་མ་རེད་ལྟོགས་སྐོམ་ཉུང་གི་ཡོད་མ་རེད། ཡིན་ན་ཡང་ང་ཚོ་མི་རིགས་ཀྱི་ཆེད་དུ་ད་ལྟ་ག་ཚོད་སྒོར་དགོས་ཉུང་གི་ཡོད་རེད་མདོ་དབྱིན་ཁམས་གསུམ་ན།
གྲང་ངར་དང།
སྐྲག་སྣང། འཁྱག་སྐོམ། ག་ཚོད་ཉུང་གི་ཡོད་རེད། སུའི་ཆེད་དུ་རེད་ང་ཚོ་མི་རིགས་ཀྱི་ཆེད་དུ་རེད།

ང་ཚོ་ཡིན་ན་བོད་ནང་ནས་ཤི་གི་རེ་བ་ཆེ་ཤོས་དེ་ང་ཚོ་བོད་ནང་བོད་ནང་གི་འདི་ཕྱི་ལོགས་ན་ཡོད་རྒྱུ་ཚོ་ཤི་གི་རེ་བ་ཆེན་པོ་བཞག་ཡོད་རེད་རང་དབང་ཡོད་རེད་ཐོབ་ཐང་ཡོད་རེད། དེ་དེ་ང་ཚོ་ཤི་གི་ཕྱི་ལོགས་ནས་ཤི་གི་ཤིག་རྒྱག་རྒྱུ་གལ་ཆེན་པོ་རེད་དེ་མི་ཚེར་གན་ཚིག་གི་འདི་ན་རྒན་པ་ཤི་གི་མང་བོ་འདུག་སོ་སོ་བོད་གི་བོད་རྒྱུད་ཉི་ཟེར་ལྟ་ཚ་བོ་ཚ་མོ་ཤི་གི་མང་གྱི་རེད་དོ་དུས་ཡིན་དུས་སོ་སོའི་ནང་ནས་ཡིན་གཅིག་མི་གཉིས་གི་སོ་སོའི་ད་བོད་སྐད་བོད་ཡིག་དང་ནང་ང་ཐོ་འདི་ཡིན་གཅིག་མི་གཉིས་ཀྱི་སོ་སོ་བོད་རྒྱུད་བརྡ་ཡིན་ཚིག་གི་བོད་སྐད་ཀྱི་སྟེང་ནས་ཡིན་ཚིག་ཧ་ར་སི་ར་སྒྲོག་ལངས་ཡིན་སྐད་ཆ་བཤད་རྒྱུ་དེ་ཞིག་གི་བཀའ་ཆེན་པོ་རེད་ཁག་ཡོད་མ་རེད་ང་ཆེ་སྐྱབས་བཅོལ་བ་རེད་རྒྱལ་ཁབ་གཞུང་འབད་ཟིག་གི་ནང་བསྡད་ཡོད་ནི་རེད་དེ་འཁོར་ཡིག་གི་ནང་ཚུད་འཇོག་ནི་ཡིན་ན་ཡང་ང་ཚོ་སོ་སོའི་སྐད་དང་རིག་གཞུང་དང་ཨང་དང་བ་འཇོག་ཉེས་བ་དེ་གཞན་པའི་སྐད་རིག་དུ་འཇོག་རྒྱུ་དེ་ཞིག་གི་བཀའ་ཆེན་པོ་ཟེར་བསམ་གི། ད་ལྟ་ང་ཚོའི་ཨ་ནི་པོ་ནང་ལ་ཡོད་རྒྱུ་པོ་མི་མང་ཆེ་བ་ཅིག་གི་ང་ཚོ་ཨ་ནི་ཆུ་ལོག་ལ་རེ་བ་ཞི་བོ་ཅིག་བརྒྱབ་བསྡད་ཡོད་རེད་ཆུ་ལོག་ལ་ཡོད་རྒྱུ་དེ་ཚོ་ཨ་ནི་ཅིག་ཀར་སི་ཀོ་རེད་ཅིག་འགྲོ་འདུག་གི་རང་དབང་ལ་སོགས་པ་ཆ་ཚང་ཡོད་རེད། ཡིན་པ་ཡིན་ནའང་ད་ང་ཚོ་འདི་ལ་སླེབས་ཚར་རྒྱུ་འདི་ལ་ཨ་ནི་ད་ལྟ་མི་རིབས་རྒན་པ་མང་པོ་ཅིག་འདུག་ཁྱེད་རྣམ་པ་ཚོ་ཚང་མ་ལ་ད་ཅིག་པོ་བུ་མོ་ཨ་ནི་ཚ་བོ་ཚ་མོ་ལ་སོགས་པ་ཏན་ཏན་ཡོད་རེད་ཨ་ནི་ང་ཚོ་འདྲ་བོ་ཅིག་ན་ད་ཅིག་ཁྱིམ་ཕྱུག་གི་སྐད་ཡིག་དེ་ཡིན་པ་ཡིན་ན་ཡང་ཅིག་ང་ཚོ་བུ་ཕྲུག་དེ་ཚོ་ལ་ཨ་ནི་པོ་གི་སྐད་དང་ཡི་གེ་ལ་སོགས་པ་འདི་ལབ་པའི་དེ་གནད་འགག་ཆེན་པོ་ཅིག་རེད་ང་ཚོས་ཨང་དང་འཇོག་དགོས་པ་དེ་པོ་གི་སྐད་དང་ཡི་གེ་དེ་འཇོག་དགོས་ཀྱི་ཡོད་རེད།

ད་ནི་བེ་ཆད་དྲན་བེ་ཆད་ཀྱི་བཀྲ་དུ་མ་དེ་འཇིགས་སྐུ་འདི་ཅོག་ཙོང་ཁང་ན་རྡ་རྒན་ཆོས་དབྱིངས་སྐྱིད་མི་གཉིས་ཀྱིས་རྒྱ་ནག་གཞུང་གི་སྲིད་ཇུས་དེ་སྐད་ཆ་དེ་བཤད་སྒྲོག་བྱས་ཏེ་བཤད་སྐད་ཅིག་དེ་ནི་འཛམ་བུ་གླང་ལ་བཏང་གི་འདུག་ཨ། ཨ་ནི་ད་ལྟ་མི་སེར་དེ་ཚོ་ཡིན་པ་ཡིན་ནའི་ཐབས་ལམ་གཉིས་ཀྱིས་བཏང་ནས་ཨ་ནི་ཁ་ཤི་ལ་ནི་དངུལ་དེ་དེ་འདྲ་སྤྲད་ནས་ལྷུབ་ཁྲིད་བཏང་ནས་ཨ་ནི་རྒྱ་ནག་ཁོ་རང་ཚོའི་དྲིལ་བསྒྲགས་དེ་བྱེད་ཅིག་གི་བྱོས་དང་ཁ་ཤི་ལ་འཇིགས་སྐུ་ནི་ཁྱེད་རང་ཚོའི་ཨ་ནི་རྒྱ་ནག་གི་ད་ལྟ་གི་ད་ཅིག་སྲིད་ཇུས་སྐྱིད་པོ་ཡོད་བ་དང་ཨ་ནི་ཅིག་སློབ་གསོ་གི་ཁ་ཕྱོགས་ཡག་པོ་ཡོད་ལ་སོགས་པ་དེ་འདྲ་ཨ་ནི་བསྒྲགས་བྱེད་ཀྱི་འདུག། ཐུ་དེ་ཡིན་དེ་ཤི་གི་ང་ཚོ་བོད་ནང་ད་ལྟ་ཡིན་ན་ད་ལྟ་ཡིན་ན་ང་ཚོ་ཕྱི་ལོགས་ན་རང་དབང་ཡོད་རེད་ད་ཡིན་ན་ཡང་ང་ཚོ་ད་ལྟ་གི་བོད་ནང་དུ་ཤི་གི་འཐབ་རྕོད་གི་མཛའ་གྲོགས་གི་ཉག་ཕྲ་བ་གི་དེ་མི་ཟེར་ཤོམ་ཐིག་ཐིག་ཡོད་གི་ད་སོ་སོ་དབུགས་གཏང་གི་ནད་གཏང་མི་ཐུབ་ཀྱི་ང་ཡོད་ཡ་རྩབ་རིག་རྩབ་དེ་ན་ད་ཤི་སོང་ན་ཡག་གི་གསོན་ན་ཤི་གི་སྐབས་ལས་འདུག་ཟེར་ནི་གི་དེ་མི་གི་རང་དབང་འཕྲོག་འཇོག་གི་ང་ཚོ་མི་ཟིན་པའི་ཆ་ནས་རང་དབང་མེད་གི་ཡ་ད་སོ་སོའི་ཆོས་དང་རིག་གཞུང་སྐད་ཡིག་འོད་ཟེར་ཡིན་ནོ་ངོ་བོ་དུ་མེད་པར་ཆགས་ནས་རྒྱ་ནག་གཞུང་གི་སྲིད་ཇུས་རང་བཞིན་འཇུག་དགོས་འདུག་དེ་ནི་ང་ཚོའི་དམིགས་བསལ་གྱི་ཕྱི་ལོགས་སུ་མཐུན་སྒྲིལ་ཡིན་རྡོག་རྩ་གཅིག་སྒྲིལ་ཡིན། སོ་སོའི་རིག་གཞུང་དང་ང་ཚོའི་དུས་སྐལ་ངེར་དུ་ཡོད་ནོ་འོ་ནང་ནས་ཉོ་དགོས་ནོ་སུ་ཞིག་གི་སེམས་ནང་ནས་ཚ་ནི་སེམས་ནས་འཛིན་འཇུག་དུ་ཞིག་གི་བཀའ་ཆེན་པོ་ཟེར་ཡིན་མཁས་གྲུབ་བཀྲ་ཤིས་ཡིན་ང་ཚོ་འོ་ནང་གི་ར་ཁོ་སུ་དམིགས་ཡུལ་དེ་རིགས་ང་ཚོ་མཐུན་སྒྲིལ་རིགས་དགོས་རྒྱུ་གཙོ་བོ་རྒྱ་རིན་པོ་ཆེའི་དགོངས་པ་དེ་རུ་བ། རྒྱ་རིན་པོ་ཆེའི་སྤྱི་བོས་བསྟན་པ་འདི་མིའི་རླབས་ཆེན་པོ་ཚོ་འཛམ་བུ་གླང་མའི་རྗེས་ལ་ང་ཚོ་ཡོད་རིགས་ང་ཚོ་ཞིག་གིས་དེའི་ནོར་དངུལ་དུ་ཟིན་དགོས་རྒྱུ་དེ་ཁོང་རིགས་ཀྱི་འདི་མིན་ང་ཚོ་ལམ་ཡེ་ཤུ་ཀེ་རུ་ཚོ་བསྟན་བཞིན་ཡོད་རིགས་ཁོང་རིགས་ཀྱི་དགོངས་པ་ནང་བཞིན་སོང་ན་ད་ང་ཚོ་བོད་ད་ལྷི་ཡོད་མ་རེད་ད་དངོས་ནས། ཨ་ནེ་བོད་ནང་ལོགས་ལ་ཡོད་རྒྱུ་བོད་མི་དེ་ཚོ་ལ་ད་འདི་གི་ད་ཅིག་རྒྱ་ནག་གི་སྡིག་རྩུབ་ཀྱི་ཆབ་སྲིད་ཀྱི་འོག་ནས་ཧ་ཅང་གི་གནས་བབ་ཉག་ཕྲ་བོ་ཅིག་ཡོད་རེད།

རྒྱ་གར་ལ་ཕེབས་ནས་སྐྱབས་མགོན་རིན་པོ་ཆེ་མཇལ་དུས་ཨ་ནི་ཁྱེད་རང་གི་འཚོ་བ་ག་འདྲས་ཅིག་བྱུང་སོང་ཨ་ནི་ཁྱེད་རང་གིས་རྒྱ་མི་གི་བཙོན་ལ་མང་པོ་ཞུགས་ཅིག་སྡུག་པོ་མྱངས་དུས་སེམས་ཁམས་རིག་པ་སྐྱོན་ཞུགས་རྒྱག་ཡོད་རོ་ཨ་ནི་འདིས་སྐྱབས་མགོན་རིན་པོ་ཆེ་མཇལ་ནས་ཁྱད་པར་བྱུང་ཡོད་ན་བྱུང་མེད་ན་འདིས་བྱས་ལ་སེམས་པ་དེ་ཁུར་ཡང་རུ་འགྲོ་ཡོད་ན་མེད་ན་ཟེར།
ཉིས་སྟོང་ཉི་ཤུ་རྩ་གསུམ་གྱི་ཟླ་བ་བདུན་པའི་ཚེས་གསུམ་གྱི་ཞོགས་པ་ཡིན་སྲིད་གོང་ས་སྐྱབས་མགོན་ཆེན་པོ

ལས་འགུལ་གང་སྤེལ་བ་ཡིན་ན་དེའི་ནང་ནས་ཆོས་དུས་རེ་བཞིན་མི་རིགས་སྐད་ཡིག་རྩ་མེད་གཏོང་དུས་དེ་གཏོང་གི་འདུག་ཟེར་དགྲ་བོ་རྒྱ་དམག་ནང་རྒྱ་མི་འཇིག་ཚར་འདུག་འཛམ་གླིང་གཉན་རི་རྒྱ་མཚོ་ལ་ངོ་རྒོལ་བྱས་སྐབས་དེ་ན་ད་ལྟ་དུས་ལ་མུ་སྐྱ་སྐྱེ་ང་ཉེ་ཞིང་འདི་འདྲའི་མ་ཚོ་ང་ཚོ་འཛམ་ཐུག་གི་ཡ་མ་རེད་ནི་དེ་ཡིན་དུས་ཕྱོགས་རོགས་ཀ་བཙན་རྒྱུད་ནང་ནས་ཕེབས་ཚར་དུས་ཏན་ཏན་དེ་འདྲའི་ཐོག་ལ་ཉམས་མྱོང་ཅིག་བསགས་ཡོད་ཀྱི་རེད་ཟེར་དེ་ཡིན་དུས་དེའི་གི་ཐོག་ལ་ཕྱོགས་རོགས་ཀ་ནི་ང་ཚོ་ཤེས་རིག་རྒྱ་ཆེན། མི་མང་ཚོ་ལ་ཡག་ལ་ཕྱོགས་རང་གི་དེའི་ཐོག་ལ་ཡག་ལ་གསང་ཚུལ་དགོངས་ཚུལ་ག་རེ་ཡོད་ཟེར་བ་དེ་གཅིག་བྱིན་གྱིས་རློབས་ཐུགས་རྗེ།

ད། ང་ཚོས་ཀྱི་དེ་ལ་རྒྱ་ནག་གཞུང་ཚབ་ཡིན་ན་རེད་རྒྱ་ནག་གི་དཔོན་རིགས་མིན་ན་སླེབས་པ་ཡིན་ན་རེད་དེ་ལ་ང་ཚོས་སྐད་འབོད་ཀྱི་ལས་འགུལ་རེ་དང་ནང་བཞིན་གྱི་ཞུ་འབོད་དང་དེ་འདྲས་བྱས་པ་ཡིན་ན། བོད་ནང་ལ་ཉན་གྱི་རེད་ད། བོད་ནང་ལ་ཡོད་ཀྱོག་གི་བོད་མི་དེ་ཚོ་ལ་ཁོ་ཚོ་ཕར་ལོག་བྱས་ནས་ཕ་གི་ལ་གར་ས་རྡུང་རྒྱབ་བྱེད་ཀྱི་རེད། དེ་འདྲས་མ་སོང་ད་དེ་འདྲས་བྱུང་པ་ཡིན་ན་ཕལ་ཆེར་ད་འདི་ལ་ཡང་འཛེམ་བྱས་ནས་ཕལ་ཆེར་སྐྱོན་ཞིག་མེད་འདྲ་སེམས་སོ་སོས་དེ་འདྲའི་བསམ་བློ་འཁོར་སྡོད་ཀྱི་འདུག་ཨ་ནི་དེ་འདྲའི་ག་སྲིད་དངོས་སུ་དེ་འདྲའི་ཡོང་གི་ཡོད་རེད་ཡོད་མ་རེད་ང་ཚོ་འདི་སྐད་འབོད་རྒྱབ་ཨ་ནི་ཅིག་གི་ལས་འགུལ་སྤེལ་བ་ཡིན་ན་ཨ་ནི་དེའི་ལ་རྒྱུ་མཚན་ལ་བརྟེན་བྱས་ནས་ཨ་ནི་བོད་ནང་ལ་ཡོད་པའི་གཞིས་ལུས་བོད་མི་དེ་ཚོ་ལ་མནར་གཅོད་དང་སྡུག་སྦྱོང་ཐོབ་པ་གཏང་གི་ཡོད་རེད་བས་ག་འདྲ་རེད་འདི་ཅིག་ག་འདྲའི་ཞུ་སྙིང་འགྲོ་སོང།
ད་སྤྱིར་བཏང་གི་ཡིན་ཙི་གི།

ཆབ་སྲིད་ཀྱི་ལས་འགུལ་སྤེལ་ནི་དེ་བས་མང་པོ་ཡོད། གཅིག་གཅིག་སོང་མིག་གཅིག་སོང་སོ་སོ་སྡོད་ང་འབུམ་མ་ཐོན་ནས་བཤད་ནི་འགྲིག་གི་ར། དེ་ནས་རྒྱ་ནག་དྲོ་བ་དང་རྒྱལ་སྤྱིའི་དམ་ངག་ནས་ང་ཚོ་དེ་ལས་ལྷག་གི་གནོད་ཐོན་གི་ར། ང་ཚོ། དེ། ང་ཚོ་ང་ཚོ་ང་ཚོ་འོད་དང་ངར་ཚོ་ཉོན་གོ་ནོ་ང་ཚོ་མི་འོད་ད་ང་ཚོ་བཞག་འདུག་ག་རྒྱ་ནག་ག་གོ་རྒྱོ་ཏི་རེད་རྒྱ་ནག་ག་གོ་རྒྱོ་ཏི་རེད།

ཡིན་ནའང་ཁོ་རང་འདི་འདྲའི་བློས་བཏང་བྱས་ནས་སྲོག་གི་ཉེན་ཁའི་མཚམས་ཀྱི་ཁ་ནས་ཐར་རྗེས་དེ་རིང་འདི་འདྲའི་ཨ་རི་ནང་ཕེབས་ཡ་བྱུང་བ་དེས་ང་ཚོ་བོད་མི་ཚང་མ་གིས་ཨ་ནི་འདི་འདྲའི་གི་རྒྱལ་གཅེས་དཔའ་མོ་ཅིག་ཨ་ནི་འཚེ་ནས་ཐར་བྱེད་དུ་སླེབས་ཡ་དེ་བསོད་ནམས་དང་ཨ་ནི་ངོས་འཛིན་ཞུ་གི་ཡོད་ཞུ་ཡ་ཡིན་རོ། ད་ང་འདྲ་བོ་བྱས་ན་རྒྱ་གར་ལ་སྐྱེས་ནས་བོད་མིག་མཐོང་མ་མྱོང་ཡིན་ན་ཡང་བོད་ནང་ལོགས་ལ་ཡ། ང་རང་ཚོ་བོད་མི་ཚོ་ལ་སྡུག་རྩུབ་ཀྱི་དཀའ་ངལ་མྱངས་ཡོང་དུས་བཙན་པ་སེམས་ཀྱིས་མ་བཟོད་ཆེ། ད་ལོ་ངོ་ཉི་ཤུ་ཟི་ལིང་ལ་ཡ། ཐང་ཏིང་ལ་དོན་བྱས། བོད་རང་བཙན་གྱི་འཐབ་རྩོད་སྒང་ལ་ཡ། ལས་ཀ་བྱེད་དེ་ངེས་ཅན་ཡིན། དེ་ཡིན་དུས་བཙན་པ་ད་ལྟ་ངས་ག་རེ་མཐོང་གི་ཡོད་རེད་ལ་ན། ཉིས་སྟོང་ཉི་ཤུ་རྩེ་ལྔ་ནས་ཉིས་སྟོང་སུམ་ཅུ་སོ་ལྔ། ལོ་བཅུ་དེ་ང་ཚོ་བོད་མི་ཚོ་གི་འཐབ་རྩོད་ཀྱི་ཁ་ཁྱོག་གནད་འགག་ཆེ་ཤོས་ཅིག་ལ་ངས་ངོས་འཛིན་ཞུ་གི་ཡོད། དེ་ལོ་གཅིག་གི་ནང་ལོགས་ལ་ང་ཚོ་བོད་མི་ཚོ་གི་འགན་འཁྱེར་ནས་དམིགས་བསལ་གྱི་རང་དབང་ལུང་པ་ནང་ལ་དེ་ངེད་ཚོ་གི་འགན་འཁྱེར་ནས་ལས་ཀ་ཅིག་མ་བྱས་པ་ཡིན་ན། བོད་རང་བཙན་གྱི་འཐབ་རྩོད་མ་བྱས་པ་ཡིན་ན། ཨ་ནི། ང་རང་ཚོ་བོད་མི་ཚོ་ལ་མ་འོངས་ཀྱི་མདུན་ལམ་ཅི་བྱས་མཐོང་གི་མི་འདུག་བྱས་ཙང་རང་བཙན་རྩོད་དགོས་ཡ་དེ་གནད་འགག་ཆེ་ཤོས་ཐོག་ནས་ངེས་ཀྱི་འདུག་མཐོང་གི་འདུག་དེ་ནས་བཟུང་པ་རྣམ་རྒྱལ་ལགས་ཀྱིས་ང་ཚོ་བོད་རྒྱལ་ཁབ་སླར་གསོ་བྱེད་དགོས་ཡ་དང་ཨ་ནི་རང་བཙན་རྩོད་དགོས་ཡ་དེ་ལ་ཡ་གནད་འགག་ཆེན་པོ་ག་འདྲ་ཞིག་ཟེར་གྱི་འདུག་འདི་གོ་ཨེ་ད་ལྟ་ཉིས་སྟོང་ཉི་ཤུ་རྩེ་ལྔ་ནས་ཉིས་སྟོང་སུམ་ཅུ་སོ་ལྔ་གྱི་ལོ་དེའི་ནང་ལོ་ལ་ད་ང་རང་གྱི་ལྟ་ཚུལ་ཅིག་ནང་ལོ་ལ་བཙན་བྱོལ་ནང་དུ་ཡོད་ངེས་བོད་མི་ཚང་མ་གིས་རང་བཙན་འཐབ་རྩོད་གང་དུ་འགན་འཁྱེར་དགོས་ཡག་གི་འཛམ་གླིང་གི་ཆབ་སྲིད་འགྱུར་ལྡོག་གང་དུ་ཡང་གནད་འགག་ཆེན་པོ་ཞུ་གཏོང་གི་འདུག་གལ་འདུག་རྣམ་རྒྱལ་ལགས་ཀྱིས་འདི་ཐོག་ལ་གང་འདྲི་ཟེར་གི་འདུག་ཞུ། ཏང།
ང་ཚོ་ཞིག་གི་སོ་སོའི་ཡིན་ཚུལ་གི་ད་འདི་རུ་འཛམ་བུ་གླིང་ཡིན་ཚུལ་གི་ང་ཚོ་བོད་སྐད་ནུས་སྟངས་དེ་ཡིན་ཚུལ་གི་ད་མཛའ་གྲགས་ཅན་ནི་འཛམ་བུ་གླིང་གི་ད་མང་པོ་ཞིག་གི་ང་ཚོ་དོ་སྣང་སྐྱིད་དོ་ནུ་གི་ཆགས་འདི་ཡོད་ར་རྒྱ་རིན་པོ་ཆེའི་བཀའ་དྲིན་དང་ང་ཚོ་ཧྲི་སྐྱོང་གཉིས་བཀའ་དྲིན་དང་བོ་སྐྱིད་པའི་ཡིན་ཚིག་གི་ད་སྐབས་ལས་མང་པོ་ཉོས་ནས་བཀའ་དྲིན་གི་ཆགས་འདི་ཡོད་ར་བ། ཡིན་ན་ཡང་ད་འཛམ་བུ་གླིང་གི་འགྱུར་སྟངས་དང་རྒྱལ་ཁབ་ཡིན་ནམ་མྱི་སུ་ཡིན་ན་ར་སོ་སོའི་ཁེ་ཕན་དུ་མ་གཏོང་མི་མི་ཡང་ང་ཚོ་བོད་གི་རྩ་དོན་གི་ཆེད་དུ་ཁོ་ཚོ་གཅིག་མ་ར་ཁོ་ཚོ་ར་ང་ར་སྐད་ཆ་བྱུང་སོང་ཁོ་ཚོ་ཡིན་ན། གཅིག་རྒྱལ་ཁབ་ཀྱི་འབྱོར་སྟངས་འདྲ་བོ་དང་ད་ཅིག་དེ་མིན་ལབ་གོ་བཤགས་གོ་བཤགས་གོ་ཡ། ཡིན་ན་ཡང་ང་ཚོ་བོད་རང་གི་ང་རང་ང་ཚོ་བོད་ཟི་ཡིན་པ་ཆ་ནས་ང་ང་ཚོ་བོད་སོ་སོ་ཡིན་ཚུལ་གྱི་སྐད་དང་རིག་གཞུང་ཁོར་ཡུག་ཞིག་ང་ཚོ་ལ་རག་ལས་ཡོད་རེད་བ། རྒྱ་བལ་འབུད་ཀྱི་གོང་རྒག་གསུང་གི་འདུག་བ། ང་ར་རྒྱ་བལ་འབུད་ཀྱི་དུ་རའི་ཉིས་སྟོང་ཉི་དགུ་རྩ་གསུམ་གྱི་ཟླ་བ་བདུན་པའི་ཚེས་གསུམ་གྱི་ཉི་མ་ཐུག་དང་པོ་འཇོག་དེ་གོང་རག་ག་རེ་གསུང་གསུང་ཟིན་ན།

འོ་ན་ཨན་ཙི་ཀི་སོ་སོའི་ཆོས་དང་རིག་གཞུང་བཀའ་ཡིག་ཡེ་ཤུ་གོམས་གཤིས་དང་རྒྱ་ནག་གི་མེས་པོས་བཟོ་བའི་ང་ཚོ་དབུགས་འཛིན་ནས་དྭངས་གསལ་དང་ང་ཚོའི་ཆོས་དང་རིག་གཞུང་འཛིན་ན་རྒྱལ་བ་རིན་པོ་ཆེ་ཟེར་གྱི་དང་ཟམ་གདོང་རིན་པོ་ཆེ་ཟེར་གྱི་དང་ཁོ་ཚོ་དུག་ནང་བཞིན་བརྩི་གི་འདུག་ང་ཚོ་འདི་ཟི་ནས་རང་དབང་ཡོད་རེད་ད་ཡིན་ན་ཡང་འོ་ན་ང་ཚོ་ཆོས་དད་རང་གི་ཡོད་མ་རེད་སྐད་དང་རིག་གཞུང་སོ་སོའི་ཡེ་ཤུ་གོམས་གཤིས་སྲུང་བརྒྱུད་འདི་ནས་རང་དབང་དུ་མེད་ག། མའོ་ཏི་ཤི་གི། ང་ཚོ་ཤི་གི། ཁོང་རིགས་ཀྱི་དགོངས་པ་ནང་བཞིན་གྱི་ང་ཚོ་འདི་མེད་གི་ཅིག་གི། དེ་དགོངས་དག་ནང་བཞག་དེ་ང་ཚོ་དེ་དང་སོང་བ་ན། ང་ཚོ་ལྷོད་མེད་གི་རེད་བསམ་གི། སྟོན་པ་འདི་མི་ཆེན་པོ་ཟེར་འཛམ་བུ་གླང་མེད་རྗེས་ང་ཚོ་ཡོད་རེད། འདི་མི་བཀའ་དྲིན་ཆེན་པོ་ཟེར་ང་ཚོ་ཤི་གི་ཏུ་ངུ་ཟིག་འགོ་རྒྱོ་ད། ཞིག་གི་ཁོང་གི་ཐུགས་རྗེའི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་ང་ཚོ་འདི་མོ་བཟོ་བྱུང་རེད་མོད། ཁོ་ཚོ་ང་ཚོ་ལྟར་མེད་པ་ཡིན་ན་ད་ང་ཚོ་བོད་ཟས་དང་རྔམ་ནས་བོད་ནང་ནས་སྐབས་ལེགས་ཁག་པོ་རེད་ད། རྒྱ་ནག་གཞུང་ར་ཡིན་ཚིག་གི་རྒྱལ་བ་རིན་པོ་ཆེ་སྐྱེས་བུ་དམ་པ་འདི་མོས་བཟོ་ཡོད་བའི་བཀའ་དྲིན་གི་ཚེ་ད་ང་ཚོ་བོད་ཟས་ཀྱི་ད་མེད་པར་མོ་བཟོ་རྒྱུ་ཅིག་ཅིག་གི་ཡོད་རེད་མོད་མི་ག་ཤི་ཁོ་ཚོ་མེད་ཡིན་ན་ང་ཚོ

བུ་ནོར་ལོག་ལ་དྭགས་ལྷག་པར་དུ་ང་རང་ཚོ་མདོ་སྨད་ཀྱི་ཕྱོགས་ལ་ཡག་པའི་ཞི་བུ་ཅིག་དཀའ་ངལ་འཕྲད་ནས་འདི་ཡི་གནད་དོན་མང་པོ་ཅིག་དེ་ཕྱི་ལོག་ལ་གོ་ཐུག་འོག་མར་འདི་ཅི་སྟེ་ས་མ། དྭགས་དྭགས་ཀྱི་སྡེ་རབས་དེ་དགྲ་རྒྱ་ཀྱི་སྡེ་ར་ཡིན་ས་ནི་མང་པོ་ཅིག་ལ་ཁྱེད་རང་གིས་ཤུལ་རྒྱབ་དགོས་འདུག་ལ་དངོས་གནས་དྲང་གནས་དེ་ལ་ཡང་ནི་རྒྱབ་སྐྱོར་བྱེད་མཁན་གྱི་ང་རང་ཚོ་དབུལ་པོ་མི་དྲིན་གཟུགས་ནི་ས་གནས་གང་ལ་མ་གྱུར་ཅིག་ཚང་མ་གིས་རོགས་སྐྱོར་ཡག་པོ་བྱེད་ཀྱི་འདུག་ལ་བྱས་པ་ནང་བཞིན་གྱི་ཁྱེད་རང་གིས་ཡིན་ཆུ་མུ་ཆུ་མུ་མཐུད་ནས་ང་རང་ཚོ་བུ་བའི་སྤྱི་ཚོགས་ནང་ང་དེ་ག་ཅིག་གལ་ཆེན་པོ་མཐོང་གི་མེད་ལ།

གཉིས་པ་དེ་ད་ལྟ་འདི་རེད། བཙུན་གོང་ནང་ལ་ཡ་དབྱེན་འབྱེད་དེ་ལས་ཀ་མ་ཚར་ན་དབྱེན་འབྱེད་དང་རྒྱ་མེད་དུ་སོགས་ལ་ཨ་ནི་སོ་སོ་གི་སྐྱེས་མེད་སྤུ་གུ་ནང་མི་དུ་སོགས་ལ་ཁ་པར་གཏོང་བྱེད་ཡ་དང་ང་ཚོ་ལ་སྒོ་ཀ་མ་རག་ཡ་དེ་དེ་མི་རིགས་ཀྱི་དབྱེན་འབྱེད་གཅིག་བྱེད། ལྷག་པར་དུ་ངས་ག་རེ་ཞུ་གི་ཡོད་ཟེར་ན། རྒྱ་མེད་ཀྱི་ད་ལྟ་རྒྱ་གླུ་དེ་ང་ཚོ་ལ་བཙུན་གོང་ནང་ལ་བཙན་འོག་བཏང་ནས་ང་ཅིག་དང་ཉི་ཟླ་བཞི་བོ་རག་ཚར་རེད།

དེ་ཅི་སྟེ་ཅི་རིགས་དེ་རིགས་ངས་མངོན་སུམ་དེ་མཇལ་བ་དེ་ལ་ཡང་ངའི་སྙིང་ཐག་པ་ནས་ང་རང་ཡང་དགའ་བོ་བྱུང། ག་ལ། འཐབ་རྩོད་བྱེད་མཁན་མི་གཅིག་ངའི་མིག་དངོས་པོ་ལ་མཇལ་ཡ་ལ་ལ་བ་འདི་ང་དཔེ་དགའ་བོ་བྱུང། དེ་ནི་ངེད་ཀྱི་མི་ཚེ་འདི་ནང་ལ་ཡང་ང་དེ་འདྲའི་ཤེས་པ་ཡོད་ངེས་དང་ཡོན་ཏན་ཡོད་ངེས་དེ་འདྲའི་གལ་མིན། ཡིན་ན་ང་རང་གི་མི་ཚེ་འདི་ནང་ལ་ངས་སྐད་འབོད་དང་ལས་འགུལ་ཤ་སྟག་སྤེལ་ནས་འགྲོ་དེ་ངའི་མི་གཅིག་ཡིན། འདི་ཡི་ལས་འགུལ་དེ་ངས་བོད་རང་བཙན་ཐོག་ལ་སྤེལ་གྱི་ཡོད། དེ་འདི་ཅི་རིགས་ཀྱིས་གསུངས་སོང་ང་ཚོས་ཆོས་དང་རིག་གཞུང་བདག་པོ་རྒྱབ་ན་དེར་ང་ཚོ་འགྲིག་ཏུ་ཡོད་བ་ཅིག་གསུངས་སོང། ང་ག་དུས་ནས་འདི་འདོད་པ་ཚིག་འགུལ་མེད། ག་ཅིག་ཚིག་འགུལ་མེད་ཟེར་ན། ང་ཚོས་བོད་འདི་རང་བཙན་ཆགས་མ་ཚོར་ན། ད་ལྟ་དཔེར་ན་ཕྱི་རིགས་དག་མཚོ་སྔོན་ཞིང་ཆེན་ནས་རེད་འགྲོ་བ་ལ། མཚོ་སྔོན་ཞིང་ཆེན་ནས་མཚོ་སྔོན་ཞིང་ཆེན་ངས་གོ་མཐོང་བྱས་ན། མཚོ་སྔོན་ཞིང་ཆེན་ནང་ལ་མི་འབུམ་བདུན་ཡོད་རེད་ས། འདི་ནང་ལ་བོད་པ་འབུམ་གཅིག་རེད་ས། རྒྱ་མི་འབུམ་དྲུག་སླེབས་ས་རེད་ས། ང་ཚོ་བོད་ཀྱི་རིག་གཞུང་དང་ཆོས་དེ་ག་འདྲ་ཞིག་ང་ཚོ་སྲུང་སྐྱབས་བྱེད་ཐུབ་ཀྱི་རེད་རོ། ད་འདི་ཁྱེད་རྣམས་པ་མང་པོ་ཞིག་གི་ལབ་ཀ་བཟའ་དགོས་འདུག་བ། ང་ཚོ་སྐད་འབོད་བྱེད་དེ་ལས་འགུལ་བྱེད་དེ་ཁྱེད་རྣམས་པ་ཡོང་གི་ཡོད་བས། འདིར་ངས་ཕྱི་རིགས་བདུན་ལ་ཞུ་གི་ཡིན་སྐད་ཆ་དྲང་པོ་ཡིན། ཡོང་གི་ཡོད་བས་བྱུང་འདུག་སྐད་ཆ་དྲང་པོ་ཡོང་གི་ཡོད་བས། མིག་གིས་མཐོང་མཐོང་བྱེད་ཀྱི་མེད་བ། ངོ་ཚ་བོར་དང་དེ་རིང་ཆབ་སྲིད་བཙོན་པ་བདུན་ལ། མོ་གི་དངོས་གནས་ཤེས་ཀྱི་འདུག་བ་གཉིས་ཀྱང་ང་ཚོས་རྡོག་རྩ་གཅིག་སྒྲིལ་བྱས་སའི་ལས་འགུལ་བྱས་སའི།

ཚང་མ་ལ་དགོངས་བརྒྱ་ཞུ་ཡ་ཡིན། ད་ང་ཞེ་དྲག་ཞུགས་མེད་ང་དེ་རིང་འདས་ལ་ཐུགས་རྗེ་ཆེ་གཅིག་པུ་ཞུ་ཡ་རེད་རྩ་བའི། གཏམ་བཤད་ལས་རིམ་འདི་ལ་གལ་སྒོ་གལ་ཆེ་དོན་ཆེན་བརྩིས་ཏེ། རང་དོན་ཕྱུག་འགྱུར་གྱིས་དེ་གར་ཆེད་ཕེབས་གནང་མཁན་དགེ་བཤེས་སེར་སྐྱ་མི་མང་ཡོངས་ལ།